ཕྱིར་མི་ལྡོག་པའི་དད་པ་དེ་ནི་ཆོས་ཅན་དང་ཆོས་ཉིད་ཐམས་ཅད་ཀྱི་སྒང་ནས་དད་པ་ཞིག་འདྲེན་དགོས་བྱས་ནོ། དེའི་དད་པ་དེ་ཡོང་ན་དེ་ནི་ང་དང་ཕྱོགས་དང་རིས་སུ་བསམ་ཁ་ནས་དད་པ་དེ་མེད་མཁན་ཞིག་དད་པ་མེད་མཁན་ནི་དེ་ནི་དད་པ་དེའི་ཕྱོགས་རིས་ཀྱི་དད་པ་དེ་མིན་མཁན་ནི་ཕྱོགས་དང་རིས་མེད་མཁན་ནི་དད་པ་དེ་ནི་སྨྲ་ན། རང་གི་ཨི་ཐི་བའི་ཨི་སོང་སྟེ་ཨི་ཐི་བ་ཟེར། དད་པ་གཤིས་ལས་བྱུང་བའི་དད་པ་ཨི་ཐི་བ་ཨ་སོང་དེ་ཡོད་ཀྱང་ཨི་ཐི་བ་སོང་ན་དེ་ནི་དད་པའི་ནང་ནས་དད་པའི་ཨ་མ་དེ་ནི་དད་པའི་གཞི་མ་དད་པ་དངོས་ནས་ངོ།

ནང་པ་སངས་རྒྱས་པ་མང་པོ་ཞིག་ཡོད་དེ་ནོ། ལགས་སོ། མང་ཆེ་ཤོས་ཞིག་ནང་པ་སངས་རྒྱས་པ་ནོ། ང་དང་ཡ་ལི་སེར་པོ་ཡིན་འགྲོ་ཡང་ན་དགེ་ལྡན་པ་ཡིན་འགྲོ་ཡང་ན་རྙིང་མ་ཡིན་འགྲོ་ཡང་ན་ས་སྐྱ་པ་ཡིན་འགྲོ་ཡང་ན་འབྲུག་པ་ཡིན་འགྲོ་ཡང་ཅི་ཞིག་ཡིན་ནའང་ནང་པ་སངས་རྒྱས་པ་ཡིན་མཁན་ནི་གཅིག་སོང་དེ་ནང་མ་ནི་གཉིས་མེད་དེ་ནོ། གསུམ་པ་སོགས་ཚང་མ་སྨྲ་ན་གཅིག་དང་གཅིག་ལ་མཐུན་པོ་གཅིག་དང་གཅིག་ལ་འཐབ་པོ་གཅིག་དང་གཅིག་ལ་སྨྲ་ན་ཡ་ལི་ནང་པ་སངས་རྒྱས་པ་ཡིན་ནོ་སྐྱབས་སུ་མཆི་བསམ་སྟེ།

ཡ་ཁོ་རང་སྐུ་ངལ་སེ་ཡ་སེ་སྟེ་ཡ་ཅི་གཏོང་ཞིག་འབོད་འབོད་ཅིག་ཐོབ་ཆེན་ཞིག་ཕེ་ཡིན་པིན་ཡ་ཅི་ཞིག་ཡིན་པིན་དེ་བ་ནི་ང་པ་ཏ་མེད་ཡ་ལ་དེ་བ་ཅང་ཅིའི་པ་ཏ་ཡོད་ཀྱང་ང་ང་མངོན་ཤེས་མེད་དེ་ནོ་ང་ཐམས་ཅད་མཁན་པ་མ་ནོ་ཤི་ཆེས་མ་ནོ་ཡིན་ནམ་འདུག་ཅོག་གོ་ཤེས་པོ་ཁོ་རང་ཀུན་ལ་ད་པ་མེད་མཁན་ཡི་ཤེས་ཏེ་ཡོང་ས་ནོ་ཁོ་རང་ཀུན་ལ་སེམས་ཚིག་ཆེས་པོ་ཤེས་ཏེ་ཡོང་ས་ནོ་བ་ན་སེམས་ཚིག་དེ་ལས་ཁོ་རང་ཀུན་ལ་སེམས་ཚིག་དེ།

དུ་དེ་ནས་ཁྱེད་ཅག་ཀུན་ཐོ་ཐོས་དང་མེ་དྲོ་ངས་དེ་གཟུགས་ཐོས། གུ་ཡ་གུ་དེ་གཟུགས་སྡུག་ཟེར་རིན་ཅིག་དང་ན་ནིང་ནས་ཕར་ལ་ངས་ཐོས། ད་དེ་ཀུན་མཚེམ་ཚིག་དེ་ལས་ཁོང་ཀུན་ནས་ཟེར་དང་ཟེར་ནས་ཁོ་རང་ཀུན་ནས་སྡིག་པ་རེད། ཁོ་རང་ཀུན་ལ་ང་ནི་དེ་དྲང་པོ་མ་ཟེར་བའི་སྡིག་པ་ཚོར་འདུག་མ་ནི་ཧྲོ་ཡོང་བ་མིན་གུ་ཡ་ལ་ཧྲོ་ཡོང་དགོས་ཞེས་མི་སྐྱབས། ཅིའི་ཧྲོ་ཡོང། ང་ཧྲོ་ཡོང་དགོས་ན་ང་གནོང་ཞིག་ཡོང་དགོས། ང་གནོང་ཞིག་ཡོད་ན་ང་ཧྲོ་ཡོང་དགོས། མི་གནོང་ཅན་ཁྲོ། རྟ་རྒྱབ་ཆད་ཕག་ཟེར་བ་མ་གནས། རྟ་རྒྱབ་ཆད་དེ་ཡོད་ན་ཁོ་ཕག་འདུག།

སྨྲ་ན་ཅི་ཡིན་ནམ་སྨྲ་ན་ཚེ་འདི་དང་ཕྱི་མ་ཐུབ་ཁ་ནི་ད་པ་བླ་མ་སངས་རྒྱས། གུ་རུ་རིན་པོ་ཆེ་བླ་མ་སངས་རྒྱས་དེ་ནས་སྤྱན་རས་གཟིགས་དེ་ནས་བླ་མ་སངས་རྒྱས་འཇམ་དཔལ་དབྱངས་བླ་མ་སངས་རྒྱས་ཤཱཀྱ་ཐུབ་པ་དེ་ཀུན་ལ་དག་པ་བཅོས་སྟེ་ལས་དེ་ནས་སྙིང་ཐག་པ་ན་དེ་ནས་སྨྲ་ན་ཚེ་ཕྱི་མ་ཚེ་འདི་དང་ཕྱི་མ་ཐུབ་ཁ་ནི་དེ་ནས་ཆོས་དང་ཉམས་ལེན་བཞི་ཀ་ནི་མི་སྐྱོ་བའོ་ཞེས་སྨྲ་ཁ་ཚང་ནས།